བྱ་བྱེད་ཀྱི་སྣང་ཆུ་བཀོད་ལ་བྲོ་བ་བྲོས་ཡ་ལ་ཞེ་དྲག་དགའ་བོ་ཡོད་རེད་དེ། ང་དེའི་སྐོར་ཚིག་གཅིག་ཤེས་ཀྱི་མེད་དེ་འདྲའི་མི་ཤེས་པ་ཡོད་ཚད་ནི་དགེ་རྒན་གྱིས་འཇིག་རྟེན་ནས་བཀའ་བརྒྱུད་གཏོང་བསྡད་དུ་གྲྭ་བ་ལས་ལས་རྒྱག་མ་ཐུབ་པའི་ཐོག་ལ་བཀའ་བརྒྱུད་གཏོང་བ་དེ་འདྲའི་མང་པོ་ཡོང་གི་ཡོད། དེ་གཉིས་ཀ་ལ་ང་སློབ་གྲྭར་འགྲོ་ཡ་ཁྱི་དྲག་འདུག་འཇིག་རྟེན་མ་ཡིན་པ་བཅས་རྗེས་ལུས་ཐད་ནང་ལ་ཡར་འགྲོ་དེ་ག་ལ་ནང་ལ་ཡར་ལྟ།

གལ་སྲིད་མི་རིགས་གཅིག་མི་རིགས་གཞན་གྱི་བཙན་ཁུང་ནས་འཚོལ་བར་ཆགས་བཞག་ན། སྐད་ཡིག་གི་ལྡེ་མིག་འདི་ཁ་སྐྱེ་ནོར་ལ་མྱངས་ནས་བསྡད་ཐག་ན། མི་བཙན་ཕོ་ནོ་ཡལ་ན་ཡང་བཙན་ཁུག་སྒང་ལྕོག་གི་ལྡེ་མིག་དེ་སོ་སྲིད་ཀྱི་ལག་པ་ལ་ཡལ་བ་དང་གཅིག་པ་རེད། དེ་འདྲའི་ལགས་སོ།

ད་ལུང་པ་དེ་ནི་ཧྥ་རན་སིའི་སྐད་སྦྱང་མི་ཆོག་གི་ཡི་གེ་འབྲི་མི་ཆོག་གི་ཆགས་ཡོད་རྒྱུ་རེད་ད་འཇར་མ་ནི་སྐད་སྦྱང་གི་དང་ཐ་ནས་སླེབས་ཞུས་སོང་བོད་ཀྱི་ཚོགས་ནས་སླེབས་ཞུས་ཨ་ནི་དེ་སྲས་རིན་པོ་གེ་མ་འདུག་ཨ་ནི་དེ་སྲས་ཐུག་ཐུག་ཅིག་གི་ནོར་ལོག་ལ་ཕྱི་ཚེས་བཅུ་གཉིས་ཏག་ཏག་ཆགས་ནས་ཕྱི་ཚེས་བཅུ་གཉིས་ཏག་ཏག་ཆགས་བོད་ཀྱི་ད་དུང་སྒྲ་དེ་བརྡུང་སོང་ཨ་ནི་དགེ་རྒན་ཧོང་མིག་ཡར་ལངས་བྱས་ནས་ཞལ་རས་ཅོག་ཅིག་བསྟན་ནས།

དེ་ནས་གནས་ཚུལ་དེ་ག་འདྲས་ཀྱིས་བྲིས་བ་རེད་ཟེར་ན་ས་ཆ་དེ་ལ་འབྱོར་མི་གནས་ཀྱི་བཅད་བཟུང་བྱས་པའི་རྗེས་ལ་ཡང་ལྷོ་བྲག་ཁག་ལ་ཧྥ་རན་སི་གི་སྐད་ཡིག་བཀླག་མི་ཆོག་པ་དང་ཅི་བྱས་དེ་ཡང་སང་ཉིན་ནས་བཟོས་ཏེ་འབྱོར་མི་གནས་ཀྱི་སྐད་ཡིག་ཁོ་ན་ལག་ཀྱི་འགོ་བཙུགས་གི་ཟེར་ཡག་གི་བཀའ་རྒྱ་བཀྲོགས་ཡོད་བཀའ་རྒྱ་དེ་བཀྲག་ཡག་པ་གཞི་བཟང་གི་སྒོ་ནས་བསྒྲུངས་ཏེ་བྲིས་པ་རེད།

ལྷོ་མཚན་ཉན་མཁས་ལས་འཁྲུལ་དེ་ཚོ་ཡང་སྲོལ་རྒྱུན་གྱི་དོན་ལུགས་དེ་སུ་གས་ནས། དེ་ནས་རང་གི་ཕ་སྐད་ལ་སྐྱོང་བའི་ཡི་བརྩེ་གདུང་དང་རྒྱ་ཁ་ཤོར་བའི་ཡི་སྡུག་བསྔལ་དེ་ཚད་ཐག་ཆིག་བར་ལྟར་སྒྲུང་དྲི་ངན་དེ་ཡི་སྒྲུང་ཐུག་ཐུག་ཅིག་མ་གཏོགས་ཡོག་མ་རེད་དེ་དེ་ཡི་ནང་ལ་ཁོ་ཚད་ལྡན་འདྲ་བོ་དང་ལོ་རྒྱུས་ཀྱི་རྒྱགས་སྐྱོགས་ཟེར་དང་མི་སྣ་གཙོ་བོ་འདས་གྲོས་བྱས་སྟོང་འོག་དེ་འདྲས་ཆོད། ད་འདི་གའི་སྙིང་པོ་གོ་བ་དེ་ག་རེ་རེད་དགོས་ཟེར་ན། སྒྲུང་གཅིག་ལ་འགྲེལ་བཤད་རྒྱག་ནས་བྱས་ཚེ་དེའི་ནོར་རྩ་དེ་ངོ་མ་དེ་ག་རེ་བཟོས་ནས་བྲིས་པ་རེད་ཟེར་ན། དགེ་རྒན་གྱིས་དེའི་ནོར་ལོག་ལ་ཚིག་འདི་ལ། མི་རིགས་ཆེ་གཞན་ཡི་གཞལ་ཡུལ་དུ་ཚུད་པ་ན་ག་ལྟེ་རང་གི་སྐད་ཡིག་དང་པོ་བཟོས་ཐུབ་ན་དེ་ནི་བཙན་ཁུག་གི་རྒོད་འཇགས་རྒྱས་པའི་ལྡེ་མིག་བཟོས་བ་དང་མཚུངས། འདིའི་ནང་དན་རྟགས་སྙིང་པོ་ནག་ཐལ་ཐལ་སྒྲུང་དེ་གྲུབ་དགོས་ཡ། གལ་སྲིད་མི་རིགས་གཅིག་མི་རིགས་གཞན་གཅིག་གི་བཙན་དབང་འོག་ལ་ཚུད་སྲིད་པ་ཡིན་ན། སྐད་ཡིག་གི་ལྡེ་མིག་དེ་སོ་སའི་ཁ་ནང་ལ་ཉར་ནས་བསྡད་ཐལ་ན་དེ་ནི། བཙན་པ་ནང་ལ་བཙུད་ན་ཡང། རྒོད་འཇགས་ཕྱི་ནས་རྒྱག་ན་ཡང་ལྡེ་མིག་ནང་ལ་ཡལ་བ་དང་གཅིག་པ་རེད།

དེ་ནི་འདི་གའི་ལོ་རྒྱུས་ཀྱི་རྒྱབ་ལྗོངས་ག་རེ་རེད་ཟེར་ན། ཧྥི་རན་སི་དང། འཇར་མ་ནི་གི་དམག་འཁྲུག་དེ་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་དང་བདུན་ཕྱི་ནས་འགོ་ཚུགས་པ་རང། ཨ་ནི། ཆིག་སྟོང་བརྒྱད་བརྒྱ་དང་བདུན་ཕྱི་དེ་གཅིག་གི་བར་དུ་དམག་འཁྲུག་དེ་རྒྱབ།

དེ་ངས་སུ་ཡིན་ན་དེ་ང་ཚོའི་དབུ་འཁྱུད་བཟོ་ཚར་མ་ཐག་ཏུ་མི་རིགས་དེ་གཉིས་ཀྱི་ངོ་བོ་ལ་འགྱུར་བ་བཏང་ཡག་གི་ཆེད་དུ་སློ་གྲྭ་ཁག་ལ་ཡང་ཧྥ་རན་སི་གི་སྐད་ཡིག་བསླབ་མི་ཆོག་པའི་བཀའ་རྒྱ་བཏང་པར་སྦྲུལ་འདི་གིས་རྩེ་སྐོར་ལོ་ལེ་བལྟ་བའི་ཉིན་མོ་དེའི་ཉིན་འགའ་ལ་བྲིས་པའི་ནང་པ་བྱས་ནས་སྒྲུང་དེ་བྲིས་པ་རེད། འདི་ངས་འགྲེལ་བྱེད་དེ་སོ་ངེས་ཀྱིས་བྲིས་འགྱུར། ངའི་བྲིས་འགྱུར་དེ་ངས་ད་ག་ཟེ་ཁྱག་ནོར་བྱས་ནས་བྲིས་འགྱུར་མ་རེད་ངས་མ་མཁས་པ་མང་པོས་འདིའི་ཐོག་ལ་དཔྱད་རྗེས་མང་པོ་བྲིས་ག་རེ་ཟེར་ན་ཁོང་གིས་སྒྲུང་དེ་བྲིས་ནས་ཡིད་རིང་པོ་ཤོར་ར་སོང་ཡོད་མ

སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་དང་བཞི་བཅུ་ཞེ་རུའི་ལོ་ལོ་བ་བྱས་ལ་དེ་ནས་པཱ་ལགས་ཀྱིས་བཟོ་གྲྭ་དེ་བཙུགས་འགོ་ཐིགས་མ་རྩ་བསྡུས། དེ་ནས་ལོ་གཅིག་གཅིག་གི་ཐོག་ནས་ཁོ་དེ་བྱས། དེ་ནས་ད་ས་ཆ་གཞན་དག་ལ་སྤོ་ནས་འགྲོ་དགོས་ཞེས་ལིན་ཨེ་ལ་ས་ཆ་སྤོ་ནས་སོང།

དེའི་གཞི་སུ་སྐྱེས་ཙང་ཁོང་གིས་སྒྲུང་དྲུག་དེ་ཀ་ར་སྒྲུང་གི་ནང་ལོགས་ལ་དང་འཚོ་བ་གཉིས་ལྡན་ཕུན་སུམ་ཚོགས་པ་བྲོ་ཐོ་ཡག་གི་རྒྱུན་ཚད་དེ་རུ་དེ་སོར་དེའི་སྤུ་གི་ཆུ་ཤུར་བསྐུས་ལ་དེ་ནས་ནང་ལ་འཚོ་བའི་གི་མ་རྩ་དེ་ལས་ཀ་འཚོགས་ས་ནས་དཀའ་ངལ་མང་པོ་མྱོང་བ་ཡོད་ཚད་ནས་དེ་དེའི་ཕྱི་ལ་ཁོང་གིས་སྙིགས་སྤུ་ཆུ་ཤུར་སེང་གེ་དེ་བྲིས་པ་རེད་ཨོ་དེ་སོར་བྲི་ས་གི་གཞི་སྐྱོ་ས་འདྲ་བ་དེ་སྤུ་གི་ཆུ་ཤུར་བསྐུས་གི་དཀའ་ངལ་དེ་སོར་ཀྱང་རེད་བྲིས་པ་རེད་ཨ་ནི་དེའི་མཇུག་ལ་ཡང་ཁོང། ཧྥ་རན་སི་ལ་ཡོད་པའི་རང་གི་སྐྱེས་པོ་ཨེ་ནེ་སི་སིང་གི་ཆུ་དེད་དུ་མྱང་དུ་བསྡད། དེ་ནས་འབྲོག་སྡིངས་ཀྱི་རྩོམ་རིག་ལ་འབད་པ་ཆེན་པོ་བྱས་ནས་ལ་རིམ་པའི་བཞིན་དུ་རྩོམ་རིག་གི་སྡེ་སངས་རྒྱས་ཀྱི་རྒྱ་ལ་ཁོག་དེ་སོང་ནས་དེ་གར་སུ་གོ་རེ་སངས་རྒྱས་ཀྱི་གདན་ཚད་ཁོག་དེ་གའི་ལ་བཞུགས་པ་རེད་དེ་ནས་རྩོམ་པ་པོ་དེ་སོགས་དང་ཡང་མིན་ལ་འབྲེལ་བ་རིམ་པའི་བཞིན་དུ་བརྩིས་པ་རེད་རིམ་པའི་བཞིན་དུ་རྩོམ་རིག་གི་གདན་ཁ་ཤས་ཕྱི་ལོ་གཅིག་སྟོང་བརྒྱད་བརྒྱ་དང་དྲུག་ཅུ་གི་ལོ་ལ་ཁོང་གིས་མི་སི་ཀྲང་དང་སྦྱར་བ་དེས་ཁོང་ལ་ཧྥ་རན་སིར་ལྷོ་ཕྱོགས་ཀྱི་འཚོ་བ་དང་རི་ཆུ་ལ་དོ་སྣང་ཆེན་པོ་ཞིག་བསམ་པ་པོ་མི་སི་ཧྲ་སེང་གེ་དེ་དང་མཇལ་བ་དེ་ནས་བཟུང་སྟེ་ཏཱ་ཁོ་རོང་ཁྲི་ཡ་དང། ཧྥ་རན་སིའི་ལྷོ་ཕྱོགས་ཀྱི་སྤྱི་ཚོགས་འཚོ་བ་དང་གནས་སྟངས་དེ་སོགས་ཀྱི་ཐོག་ལ་ཉམས་ཞིབ་བྱས་ཡ་དེ་ཡི་སྣང་བརྙན་རང་བཞིན་བཀྲི་ཡ་ལ་དྭགས་མི་སེར་གྱི་མྱོང་མྱོང་ཆེན་པོ་བསགས་ཐུབ་མཁན་བྱུང་བ་རེད། ད་ཁོང་གིས་མི་ཚེ་གཅིག་ནང་ལོ་ལ་བརྩམས་ཆོས་བྲིས་ཡོད་དེ་ཚོ་རོགས་བསྡུས་ཞུས། ཕྱི་ལོ་གཅིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་གཉིས་ལོ་ལ་ཁོང་གིས་སྡིག་ར་གི་གཞུང་ཐོག་མ་དེ་བྲིས། མཐའ་མའི་ལྷ་སྐུ་ཟེར་མཁན་དེ་བྲིས་པ་དེ་ལ། ཨ་མེས་ཧྥ་རན་སི་ནང་ལོ་སློང་མཁན་མང་པོ་བྱུང་བ་རེད་བདག་ཕྱོགས་མང་པོ་བྱུང་བ་རེད་དགའ་བསུ་མང་པོ་ཐོགས། དེའི་རྗེས་ལ་ཕྱི་ལོ་གཅིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་བདུན་ལོ་ལ་ཁོང་གིས་རྩོམ་རིག་གི་ཤིང་རྟ་ཁོ། དྲུག་ཅུ་རེ་བདུན་ལོ་ཁོ་བོ་གིས་ཆང་ས་རྒྱག་པ་རེད་ཆང་ས་རྒྱག་ས་དེ།

ཧྥ་རན་སི་དང་འཇར་མ་ནི་ཡི་དམངས་ཁྲོད་ལ་བལྟས་ཚེ་ནི་ཁོང་གི་གཙང་རིས་ཀྱི་ཐོག་ལ་ཤུགས་རྐྱེན་ཆེན་པོ་ཧེ་བགྲང་ཐེབས་པ་རེད། སྤྱི་ཚོགས་ཀྱི་འཚོ་ཡུལ་ལ་ཁོར་ཡུག་ལ་ཕ་ཟ་ངེ་ཟ་ངེ་ཆོག་འདི་ཁྱེད་ཀྱི་གཙང་མ་ལ་དང་རྒྱལ་སྤྱི་ལ་སྐོར་འདྲ་མི་འདྲ་མང་པོ་རང་ཁེ་ཆེ། དེ་འདྲའི་ལ་བལྟས་ནས་ཁྱེད་བཟའ་ཟླ་བས་ཀྱི་སྒྲུང་གཏམ་བ་ཟེར་ངེས་དེ་བྲིས་པར་ཕྱི་ལོ་གཅིག་སྟོང་བརྒྱད་བརྒྱ་དང་ཅི་དེ་སོ་ལོ་ལ་དཔར་ཁྲིད་ཟེར་བ་རེད། དེའི་སྒང་ལ་འཛམ་གླིང་ལ་སྐད་གྲགས་ཆེ་ཤོས་བྱེད་པའི་ཀྱི་སྒྲུང་ཐུང་ད་ལྟ་ང་ཚོ་བཤད་བསྡད་ཀྱི་ཨ་ནི་ཐང་ཆོས་ཀྱི་ལྷོ་མཚན་དེ་བྲིས་པ་རེད།

དེ་མ་ཟད་ནས་རྩམ་པ་པོ་བཞི་ཤིང་མང་པོ་བྱས་ལ་གསོག་གཤོམ་བྱས་ནས་དེ་སོགས་ཀྱིས་དེའི་རྗེས་ལ་ཡར་ཁོང་གི་རྩམ་རིགས་ཤུགས་ཆེན་འདྲ་བ་དེ་མང་པོ་ལྷག་དེར། སེ་ལོ་སྐྱིད་སྟོང་བརྒྱད་བརྒྱ་དྲུག་གི་ཆུ་འཁོར་འདི་ལོ་ལ་ད་དགོན་པ་འཛུགས་པར་སྒྲོག་འགྲེལ་གྱི་མི་ཚེ་གི་གོ་བབ་རྣམས་ལ་མི་གཞན་གྱི་གཤིས་ཀ་དང་བྱ་བྱེད་དེ་སོ་སོ་ཐོག་ཆུ་ཤུགས་ནས་ཁྲིད་དེ་དེ་དག་རྩོམ་རིག་གི་རྒྱུ་ཆ་བཀོད་པ་རེད་འདི་གལ་ཆེན་པོ་ཞེ་དྲགས་སོ།

ཨ་ཡི་གེ། བརྒྱ་ཕྲག་གཅིག་གཉིས་མ་གཏོགས་ཡོད་རྒྱུ་མ་རེད། སྒྲུང་ཐུང་ཐུང་ཞིག་མ་གཏོགས་ཡོད་མ་རེད་དེ། དེའི་ནང་ལ་དེ་ཉིད་དེ་ཆུ་ཤུར་མ་རེད་དེ་ཉིད་དེ་ཆེན་པོ་ཞེ་དྲག་རེད། ཤེས་རབ་སྙིང་པོའི་ནང་ཞིག་གི། བོང་བུ་གཅིག་མ་གཏོགས་ཡོད་མ་རེད་བོང་བུ་དེ་ལ་བོང་བུ་བཙུགས་སྟངས་ཡིད་འགྱུ་འདི་འདི་སུ་དེ་སུ་ཤོ་ལོ་ཀ་ས་བརྒྱ་ལ་བོང་བུ་བཙུགས་འོག་ལ་རེད། ཤེས་རབ་སྙིང་པོ་ནི་ཤོ་ལོ་ཀ་ཉེར་བཞི་རྩ་ལྔ་ལ་བོང་བུ་བཙིགས་འོག་དེ་འདྲའི་བཙིགས་པའི་བོང་བུ་གཅིག་མ་གཏོགས་ཡོད་མ་རེད་དེའི་ནང་ལུགས་ལ་དན་རྟགས་གནད་འགག་མང་པོ་བསྡུས་པ་ནང་ཞིག་གི། མཐའ་མཇུག་ལྷོ་མཚན་འདི་གི་ནང་ལུགས་ལ་ད་སྒྲུང་གི་རང་བཞིན་ཐོག་ནས་བཤད་ན་འདྲ། མཛེས་སྟོང་གི་རང་བཞིན་མཐོང་ནས་བཤད་ན་འདྲ། ལྗིད་ཚད་ཀྱི་རང་བཞིན་མཐོང་ནས་བཤད་ན་འདྲ། སྣང་བརྙན་དཀྲི་སྟོང་གི་རོ་བཞིན་མཐོང་ནས་བཤད་ན་འདྲ། མི་སྣ་སྐད་དཀྲིས་བཤད་སྟོང་གི་མཐོང་ནས་བཤད་ན་འདྲ། དེ་ཡི་རྒྱ་ལོ་ལ། ལོ་རྒྱུས་རང་བཞིན་གྱི་མཐོང་ནས་བཤད་ན་འདྲ། ཨ་ནི། མི་རིགས་རིག་པའི་གནས་སྟོང་གི་མཐོང་ནས་བཤད་ན་འདྲ། སྐད་ཡིག་གི་གནས་སྟོང་གི་མཐོང་ནས་བཤད་ན་འདྲ། འདི་ཡང་ཁྱེད་ཧ་ཅང་གི་ལྟ། གལ་ཆེན་པོ་ཞེ་དྲག་ཆགས་བསྡད་པ་ཡིན་ཚ་ནི་ངས་དེ་རེས་གནང་པ་སོགས་ལ། ཐང་ཆུ་བོ་ལྷོ་མཚེའུ་ཟིང་ངེ་གི་སྒྲུང་ཅི་ཡོད་ལ་རེ་སྒྲུང་ཐུག་སྟེ་རྒྱ་ནང་ནས་ག་ཚད་གུས་གུས་ཀློག་རྒྱུ་རག་གི་ཆེ་རེ་ཟེར་ན་སྲིད་ཇུས་གང་ཡོད་ཞུམ་པའི་རྒྱུ་ལས་སྒྲུང་དེ་འབྲི་རེས་ལྷོ་ཁྲལ་གི་ལྷོ་སྡེ་ནས་འཇོག་པ་ཡིན་ཚ་རྒྱ་ཡིག་ཐོག་ནས་ཚུལ་ཁ་ཡིག་ཁོག་ཟིང་ཚུལ་ཁ་དེ་ཡིག་ཁོག་ཟིང་ངེ་དེ་རེས་རྒྱ་ཡིག་བེད་གཉིས་ཀྱི་དང་དེ་རེས་གནང་པ་སོགས་ཡིན་གཅིག་མིན་གཅིག་གི་དྲ་རྒྱ་ཐོག་ནས་བལྟས་དགོས་པོ་ཡོད་ན་འདྲ་བསྡད་འཚལ་དགོས་པོ་ཡོད་ན་འདྲ།